དྭངས་གཙང་གི་ཁ་དོག་མཐོང་བྱུང། ཁ་གཡང་གྱི་སྤྲིན་དཀར་མཐོང་བས། ཕ་ཡུལ་གྱི་ལུག་ཁྱུ་དྲན་བྱུང། དེ་རིང་བག་ལྷོད་པོར་རྒྱུ་བའི་སྤྲིན་དཀར་ལེབ་མོ་འདི་དག། ཕ་ཡུལ་གྱི་ནམ་མཁའ་ནས་ཁྱེར་མྱོང་བའི་ཆུ་འཛིན་མིན་ནམ། བྱ་ཆེན་གྱི་གཤོག་ཟུང་བརྐྱང་འདྲའི་ཤར་གྱི་སྤྲིན་དཀར། གླིང་ཆེན་གྱི་རྣ་ཞགས་གུག་འདྲའི་ནུབ་ཀྱི་སྤྲིན་དཀར། ཨ་ཕའི་ལུས་དབལ་བྲག་སྟེ་སྤུངས་འདྲའི་ལྷོ་ཡི་སྤྲིན་དཀར། ཨ་མའི་ཞོ་གསར་སྙེ་སྟེ་འཁྱག་འདྲའི་བྱང་གི་སྤྲིན་དཀར། སྤྲིན་དཀར་གྱི་ཚོང་བུ། སྦྲ་ནག་གི་ཁ་ཚབ་ལས་བཞད་དེ། སེམས་ཀྱི་ཁ་གཡང་ལ་སིལ་སིལ་བབས་འོང། ཉི་འོད་ཀྱི་ངོགས་སུ་གཡོ་སྐྱོམ་བྱེད་པའི་རི་ལུང་ཐང་གི་གཡང་སྐར་ལུས་ཁྱེར་འདྲེས་ཏེ་སྡེ་དཀྱིལ་གྱི་སྤང་ཁུག་ལ་ལྷུང་ལྷུང་བཞུར་འོང། དུང་མདོག་གི་སྤྲིན་དཀར། ཐུང་མདོག་གི་ནམ་མཁའ། གསེར་མདོག་གི་ཉི་མ། དབྱིབས་མདོག་གི་ས་གཞི། ལག་རྩལ་ཉོ་མི་དགོས་པའི་རང་བྱུང་ལྷུན་གྲུབ་ཀྱི་མཚོན་རྩི་སྣ་ཚོགས། བདག་གི་བྱེད་བློར་ངང་གིས་ཞུགས་པའི་ཐ་སྙད་ཀྱི་ལོངས་སྤྱོད། ལོ་ན་དར་མའི་འཇིག་རྟེན་ནས་དབོར་ཏེ་ཡུན་རིང་འགོར་སོང། ལག་ནག་ཅིག་གིས་ཨ་སྔོན་བསུབས་ཤིང་སྤྲིན་དཀར་བསྣོགས་ཏེ། ནར་མ་སོན་པའི་བྱིས་པ་ཚོའི་སེམས་པ་ལོང་བར་བསྒྱུར་པས། ཁོ་ཚོས་ལུང་ཤར་རྣམ་སྟོན་གྱི་རྟུལ་ཞུགས་འཛིན་པ་ལས་ཨ་སྔོན་དང་སྤྲིན་དཀར་གྱི་ཁ་དོག་མཐོང་མ་མྱོང་ལ་བཅོས་ཀྱང་མི་ཤེས། བྱིས་པ་ཚོ་ལག་ཆགས་པའི་གོ་རིམ་ཁྲོད། ཡིན་གྱིས་རྐུ་བར་འགྱུར། འདི་ནི་ཕ་ཡུལ་གཏན་ནས་དྲན་མི་སྲིད་པའི་བརྗེད་ཆགས་རེད། དེ་རིང་ཨ་སྔོན་དང་སྤྲིན་དཀར་གྱི་ཁ་དོག་མཐོང་བྱུང། དྭངས་གཙང་ཕ་ཡུལ་གྱི་བརྩེ་བ་དང་དྲོད་ཁོལ་རག་བྱུང། ངའི་སེམས་པའི་ཕྱོགས་སོང་བསྐྱངས་ཏེ་བསིལ་ལྡན་ཡིད་ལ་འཕུར། དྲི་བཞོན་རྙོག་རླུང་གིས་བསྐྱོད་ཅིང་དལ་གྱིས་ཕེབས་འོང་བའི། བདུད་ལྟར་མཛེས་པའི་དབྱར་གཞུང་གི་ཆུ་འཛིན་ཕོན་པོ་ཞིག། ང་དང་ངའི་ཆུང་འདྲིས་རྩེད་རོགས་ཚོའི་སྟེང་ན་རྣམ་པར་བཞད་འདུག། ང་ཚོས་མཉམ་དུ་ཨ་ཁུ་ཉི་མ་དྲོ་དྲོ་ཞེས་ཤེད་ཀྱིས་དབྱུས། ཕ་ཡུལ་ལ་ཉན་ཐང་རེར་ཕ་ཡུལ་གྱི་ཡོད་ཚད་དྲན་ཡོང། གཟུགས་མེད་ཀྱི་བང་མཛོད་ཆེན་པོ་དེའི་ཉམས་རྒུད་དྲན་ཡོང། གཉེན་ཉེ་སྤུན་ཟླ་ཚོའི་ཐབས་སུལ་འུ་ཐུག་གི་ངོ་གདོང་དྲན་ཡོང། སྐྱི་ཧོང་རྫོགས་མ་ནུས་པའི་རྩ་འཕྲིན་དག་གི་ལུས་དབང་དྲན་ཡོང། ཕ་ཡུལ་གྱི་རི་ཆུ་སྤང་ཐང་བཞིན་འགྱུར་ཉེན་ཆེ་བའི་སྤྲིན་བསྐུལ། དུས་ནམ་ཞིག་མ་འོངས་ལོ་རྒྱུས་ཀྱི་གླགས་བམ་དུ་འཁོད་ཚེ། བོད་རྒྱུད་ཆོས་ཕ་ཡུལ་དང་ཕ་ཡུལ་གྱི་ཁ་དོག་ངོས་ཟིན་ནམ། རེ་སྨོན་དང་སེམས་འཚབ་ལ་འདྲེས་པའི་ཕ་ཡུལ་གྱི་སྤྲིན་བསྐལ། ཚེ་སྲོག་གི་རྒྱལ་སྲིད་མ་ཉམས་བར་དུ་བརྗེད་མི་ཐུབ་པའི་མཆོད་རང།